ད་རིང། དཔལ་ལྡན་ཁྲིམས་ཞིབ་པ་རྣམ་པ་ཚོས་ཀྱི་དོགས་འདུག་འདིའི་ངོས་བཞེས་རྩིས་མེད། མེད་ཞེས་ཞེས་ད་རིང་དེ་ཡང། ད་ཐག་གཅོད་གནང་ཟིན་པའི་ཀྱི་གནས་བབ་ཅིག་རེད་བ། དེ་ཡང་དེ་རིང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་དྲུག་པའི་ཚེས་ཉི་ཤུ་རྩ་དྲུག་གི་ཉིན་གངས་ཆེ་རྡུལ་ཁྲིམས་ཞིབ་ཁང་གི་སྤྱི་དམངས་གཏུག་བཤེར་ཁང་དུ། ཆེས་མཐོའི་ཁྲིམས་ཞིབ་པ་རྣམ་པ་དབུ་བཞུགས་ཀྱི་ཐོག་ནས་བོད་ཡུལ་ས་གནས་ཆོས་འབྱོར་ཁུལ་གྱི་དགོན་སྡེ་ཁག་དྲུག་རེ་དང་ནས་གཞིན་མི་མང་ཁག་ཅིག་གིས་འོས་བསྡུའི་ཐོབ་ཐང་འཕྲོག་པའི་གྱོད་གཞི་དང་འབྲེལ་ནས་བཙན་བྱོལ་བོད་མིའི་སྤྱི་མང་གཏུག་བཤེར་གྱི་འགྲོ་ལུགས། ཁྲིམས་ཡིག་དོན་ཚན་སུམ་ཅུ་སོ་ལྔ་པའི་དགོངས་དོན་ལྟར་བྱེད་ཅེས་ཁམས་ཆུ་དེབ་སྐོས་ཨང་ཉི་ཤུ་རྩ་གཉིས་པའི་གྱོད་ཡ་ཕྱོགས་གཉིས་ཀྱི་རྡོག་ཐུག་ཞུ་རྩ་དང་ཞུ་ལན་ཁག་ལ་ཡང་ངེས་གཏན་བཟོ་ཡག་གི་ཆེད་དུ་ཐོག་མའི་ཉན་ཞིབ་འདུག་ཟེར་ཀྱང་གནང་སོང་བ་དང་སྦྲགས་རྗེས་ཨ་ན་སྐབས་དེའི་ཉན་ཞིབ་འདིའི་ཐོག་ནས་རྡོག་ཐུག་དེ་བཞིན་ཆེས་མཐོའི་ཁྲིམས་ཞིབ་ཁང་གིས་ངོས་བཞེས་གནང་མི་དགོས་པའི་ཐག་གཅོད་འདུག་གནང་སོང། རྩ་བའི་བརྡ་རྡོག་ཐུག་ཟེར་ཡག་དེ་ཡིན་མིན་ན་ཞུ་རྩ་གང་ཞིག་ལ་ཡང་ཞུ་ལན་བཟོ་བའི་སྐབས་ལ་ཡང་རྩོད་ལན་པའི་ཞུ་འབྱོར་བ་ལ་ཡང་ཕར་སྐྱོན་འཛུགས་སམ་རྒོལ་རྩོད་བྱ་དགོས་ཡོད་པ་ཡིན་ན་དེ་ལ་ཡག་རྡོག་ཐུག་ཟེར་གྱི་འདུག་དབྱིན་སྐད་ཐོག་ནས Counter Claims དུ་ཞུ་གི་འདུག་དེ་འདྲ་སོང་ཙང་དེ་རིང་ཉན་ཞིབ་གྲུབ་མ་ཐག་ལ་ཡང་ད་རེས་ཀྱི་རྡོག་ཐུག་གི་དགོས་དོན་ཇི་ཡིན་དང་རྡོག་ཐུག་དེ་བཞིན་སྤྱི་མང་གཏུག་བཤེར་གྱི་ཁྲིམས་ཡིག་དོན་ཚན་སུམ་ཅུ་བའི་ནང་གསེས་ཁ་བའི་དགོངས་དོན་ལྟར་ཐག་གཅོད་དེ་ག་འདྲི་ཞིག་གི་ཁོངས་སུ་ཡང་སྣང་ཡོད་མེད་སོགས་ཞིབ་ཕྲའི་སྐོར་ལ་ཡང་ནི་ཞུ་ལན་པ་དབུས་འོས་བསྡུའི་འགན་འཛིན་མཆོག་ལ་ཡང་བཅར་འདྲི་ཞུ་ཡག་པའི་ཐབས་ཤེས་རིམ་པར་བྱེད་པ་ཡིན་ནས་ནི་ཁྲིམས་ཁང་ནང་ལོགས་ལས་ཡང་ད་ཅིག་ཁྲིམས་འགྲོ་བཞིན་པ་གང་ཞིག་ལ་ཡང་འབྲེལ་བ་ཆགས་ཀྱི་ཡོད་པ་ཡིན་ན་དེའི་སྐོར་ལ་ཡང་བཀའ་མོལ་གསུང་མི་ཆོག་པའི་ལུང་འདྲེན་དེ་འདྲ་འདུག་སེ་གནང་རྗེས་ནི་བཅར་འདྲི་དང་ལེན་གནང་མ་བྱུང། དེ་དང་དུས་མཚུངས་ཀྱི་ད་རེས་ཀྱི་རྡོག་རྡུག་གི་ཉན་ཞིབ་དེ་དང་འབྲེལ་ནས་རྡོག་རྡུག་དེའི་ནང་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་དང་འབྲེལ་ནས་སྐྱོན་གནད་དང་སྐྱོན་འཛུགས་དོན་ཚན་ག་ཚོད་ཚོད་ཡོད་མེད་ང་ཚོས་བཅར་འདྲི་ཞུ་དུས་རྩ་ནས་རྩ་བའི་རྡོག་རྡུག་དེའི་ནང་ལོགས་ལ་ཡང་དོན་ཚན་དྲུག་འཁོད་ཡོད་པ་དང་ནི་དེའི་ནང་ནས་དོན་ཚན་དང་པོ་དང་གཉིས་པ་ཡིན་པས་ན་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་པ་དང་འབྲེལ་བ་མེད་པ་གསུངས་གནང་གི་འདུག་ལ་དོན་ཚན་ལྔ་པ་དང་དྲུག་པ་གཉིས་ཡིན་པས་ན་ཆེས་མཐོའི་ཁྲིམས་ཞིབ་ཁང་གི་སྐུ་དབང་གིས་ཁྱབ་ཁོངས་སུ་མེད་པའི་གི་འགྲེལ་བརྗོད་གནང་གི་འདུག་དམིགས་བསལ་དུ་ད་རྡོག་རྡོག་གི་དོན་ཚན་ལྔ་པའི་ནང་ཡིན་པ་ཡིན་ན་མི་སྒེར་ལ་ཡང་ནག་ཉེས་བཙུགས་པ་གང་ཞིག་ཡིན་དུས་རྩ་ནས་ཨ་འདིའི་ཐད་ལ་ཡང་ཁྲིམས་མཐུན་གྱི་ཆ་རྐྱེན་ཁག་ཅིག་བསྐྲུན་ཡོད་པ་འདུག་ཅེས་འགྲེལ་བརྗོད་གནང་རྗེས་ཨ་ནི་ཁྲིམས་མཐུན་གྱི་ཆ་རྐྱེན་འདི་གས་ལ་ཡང་ཨ་ནི་ཞུ་ལན་པའི་ངོས་ནས་དང་ལེན་བྱུང་ན་ཨ་ནི་རྒྱ་གར་གྱི་ཁྲིམས་ཁང་དུ་འགྲུ་མ་དགོས་པ་དང་ད་གནས་བཞིན་དེ་ལྟར་མ་བྱུང་བ་ཡིན་ན་རྡོག་རྡོག་དེ་དང་འབྲེལ་ནས་རྒྱ་གར་གྱི་ཁྲིམས་ཁང་དུ་འགྲོ་རྒྱུ་ཡིན་པའི་སྐོར་ལ་ཡང་ཨ་ནི་ཞུ་འབྱོར་བའི་ཁྲིམས་རྩོད་པ་རྣམས་པས་འདི་འདྲའི་གསུངས་གནང་གི་འདུག།

དེ་འདྲའི་ད་ཡིན་ནམ་སེམས་ང་རང་ཚོ་ཚང་མ་ནི་སེམས་ནང་དུ་ཚོར་བ་ཅིག་དང་དག་ན་ཞིང། གང་ཟག་དེ་རིང་དེ་ལངས་དེ་ངས་ཡིན་ན་རེད་བོས་ནས་ད་བཙན་བྱོལ་ལས་གྲོལ་བྱས། རེད་བ། ཨ་ནི་བཙན་བྱོལ་ནང་ལོ་ལས་བྱས་བཙན་བྱོལ་དག་ན་ཞིང་བཙན་བྱོལ་གཞུང་གི་ནང་ལོ་ལས་ཨ་ནི་སོ་སོ་སློབ་སྦྱོང་ཐོན་བྱས་ཨ་ནི་ད་ལྟ་ལངས་དེ་བ་ཅིག་ཆགས་འདོད། ཨ་ནི་སོ་སོ་ཡིན་ན་ཡ་སོ་སོ་གི་གཞུང་ལ་ཡ། ཕན་ཐོགས་ཡ་གི་བསམ་བློ་ཅིག་མ་ཚུད་ད་གནོད་སྐྱལ་ཅིག་རེད་བ། འདིའི་བསམ་བློ་འདི་བསམ་པའི་ཡུལ་ལ་མེད།

མེད། ཞེས་བྱ་བའི་རིང་དེ་ཡང་ད་ཐག་ཆོད་གནང་ཟིན་པའི་གནས་བབ་ཅིག་རེད། ད་འདི་ད་ལྟའི་ཆ་ལ་ཡིན་ན་ང་ཚོས་ད་རྒྱ་གར་འགྲོ་གཅིག་ན Official འགལ་ཟེར་འགྲོ་གཅིག་ནང་ལོགས་ལ་སླེ་ཚར་རེད། ད་འདི་རྣམ་པ་ཚོས་ཀྱི་ཡིག་ཆ་ཁྲིམས་ཤེས་ཁང་ནས་གནས་ཀྱི་ནང་དོན་ག་རེད་འདུག་དཔྱད་ཞིབ་བྱས་ནས་མང་ཚོགས་ལ་ཡང་གོ་བསྡུར་སྤེལ་བ་ཡིན་ན་མ་འགྲིག་པ་གང་ཡང་ཡོད་མ་རེད། ད་ང་ཚོའི་ངོས་ནས། ང་ཚོའི་ངོ་ནས་ད་ལྟ་ཁྲིམས་ཀྱི་ཉེན་བརྡ་འདི་བཏང་ནས་བཞག་ཡོད་རེད་བ། ད་ཁྲིམས་ཀྱི་ཉེན་བརྡ་བཏང་ཡོང་དུས་སྐབས་སུ་དེ་ལ་ཆ་རྐྱེན་ཁ་ཆེ་ཞིག་བསྐྲུན་ཡོད་རེད། ད་འདི་གའི་ཆ་རྐྱེན་འདི་གའི་འགྲུབ་པ་ཡིན་ན་ནི་ང་ཚོ་རྒྱ་གར་ཁྲིམས་ཁང་ལ་འགྲོ་དགོས་ཡ་གང་ཡང་ཡོད་མ་རེད། ཆ་རྐྱེན་འདི་གའི་མ་འགྲུབ་པ་ཡིན་ན་དེ་དེ་བཞིན་ང་ཚོ་འགྲོ་གི་རུ་བ། འདི་གནས་སྟངས་གཅིག་རེད། ཁམས་ཕྱོགས་ཉིད་གསང་ཉིད་ཀྱི་གནས་བབ་འདི། ཁམས་ཕྱོགས་ཉིད་གསང་ཉིད་འདི་མུས་མཐུད་ནས་འགྲོ་གི་རེད། ད་འདི། རྒྱ་ནག་གི་ཁྲིམས་ཁང་ལ་འགྲོ་གི་རེད། ད་ལྟའི་དཔལ་ལྡན་ཁྲིམས་ཞིབ་པ་རྣམ་པས་ད་ལྟ་བཀའ་ག་རེ་ཕེབས་ཀྱི་ཡོད་མེད་ད་ལྟ་ཁྲིམས་ཞིབ་ཁྲིམས་ཁང་ད་ག་འདི་ཁྲིམས་ཞིབ་ཁང་འདིའི་ནང་ལོགས་ལ་བཀའ་ག་རེ་ཕེབས་ཡོད་མེད་དེ་རྣམ་པ་རྩོད་མེད་མཁྱེན་ཟེར་བ་འདི་དེ་བཞིན་འགྲོ་གི་རེད་ཞུས། ད་ག་ནས་གཞན་ཁམས་ཕྱོགས་ཨང་ཉི་ཤུ་རྩ་གཉིས་རང་བསྐྱངས་པའི་གནས་བབ་དེ་ག་འདྲས་ཆགས་ཡོད་མེད་དེའི་སྐོར་ལ་ཡང་ཉན་ཞིབ་སོགས་ཀྱི་གོ་སྐབས་བསྐྲུན་པ་དང་བསྐྲུན་འཆར་ཡོད་མེད་སོགས་ཀྱི་སྐོར་ལ་ཡང་ཞུ་འབྱོར་བ་བློ་བཟང་ཚེ་རིང་ལགས་ལ་ཡང་བཅར་འདྲི་ཞུ་དུས་བཙལ་ནས་ཁོང་གིས་ཁམས་ཕྱོགས་ཨང་ཉི་ཤུ་རྩ་གཉིས་དེབ་འགོད་གནང་བཅས་ངོས་བཞེས་གནང་པ་ནས་བཟུང་བཅས་ད་ལྟའི་ཆ་ལ་ཡང་ཟླ་བ་གཉིས་མ་སོན་ཚར་འགྲོ་གི་འདུག་ཡིན་མིན་ནས་དེའི་ཐད་ལ་ཡང་ད་ལྟའི་ཆ་ཉན་ཞིབ་སོགས་གང་ཡང་བྱུང་མེད་དུས་རྩ་ནས་ཨ་ནེ་ཆོས་སྡུད་ཁྲིམས་ཞིབ་ཁང་ལ་ཡང་དེའི་ཐད་ལ་ཡང་གང་མགྱོགས་ཉན་ཞིབ་ལ་སོགས་པ་དེ་འདྲ་གནང་ཡག་གི་སྐྱབས་འཇུག་ཞུ་བཞིན་ཡོད་ཅེས་དེ་འདྲ་གསུངས་གནང་གི་འདུག། ཟླ་འདི་དེ་འདྲ་ང་ཚོས་དེ་འདྲ་ཞུས་ནས་ཟླ་བ་གཉིས་མན་ཙམ་ཞིག་འགྲོ་གི་འོ་རེད་དེ་འདྲ་པོ་ལ་ཉམས་ཞིབ་ཅི་ཡང་གནང་ཡོད་མ་རེད་ད་ཡིན་ནའང།

ཁྱིམ་གྱི་རྡོ་རྗེ་ཚོ་ཁོང་ཚོས་གསུང་ང་དེ་ཁོང་ཚོར་ངའི་ཤེས་ཀྱི་མ་རེད་དེ་ཡིན་ན་ངའི་ཞུ་ཡའི་བདེན་པ་བདེན་སྡུག་བྱས་ནས་ང་ཚོ་ལ་མི་དམངས་ལ་མཐོང་ཆུང་དང་ཁྱད་གསོད་བྱས་པ་གི་གར་སོ་རེད་འདིའི་བདེ་སྡུག་དེ་གནང་རོགས་གནང་ཞུས་པ་དེ་འདི་གནང་ཡོག་མ་རེད་ད་མ་གནང་ཡིན་ན་ཁྲིམས་ཀྱི་ཐག་གཅོད་ཅིག་གནང་དགོས་རོགས་ཐག་གཅོད་དེ་མགྱོགས་པོ་གནང་ན་ཡག་པོ་འདུག་མ་གཏོགས་མི་དམངས་ཉམ་ཆུང་ལ་དཔེར་ན་སྐྱབས་མགོན་རིན་པོ་ཆེ་བཀའ་ལ་ཡོད་བ་རེད་མི་དམངས་ཉམ་ཆུང་ལ་གར་སོ་རེད་ཐུབ་ཚོད་དང་མ་ཤེས་མཁན་ཚོ་ལ་འདི་གཏུགས་ས་ཁྲིམས་ཞིག་ལས་འོངས་དེ་གཙོ་ཡོད་གསུང་དགོས་རེད་འདི་ནང་བཞིན་ཅིག་དགོས་རོགས་བ་ད་གནང་དགོས་རོགས་བ། ཁྲིམས་ཞིབ་པ་ཚོ་རྣམ་པ་ཡིན་ན་རེད་ལས་བྱེད་སུ་ཡིན་ན། དམ་འབུལ་ཞུ་དུས་ཙམ་པ་ག་རེ་བྱས་ནས་དམ་འབུལ་ཞུས་གནང་ཡོད་རེད། དེ་གཞི་བཟུང་ཕྱག་ལས་ཅིག་གནང་དགོས་དགོས་རེད་ད། ང་ཚོ་མི་མང་མཉམ་ཆུང་མི་ཤེས་གི་ཁྲིམས་ཤེས་གི་མ་རེད་གལ་ཤེས་གི་མ་རེད་དེ། ཡིན་ན་ང་ཚོས་གི་བདེན་པ་འདི་འདུག་བདེན་པ་ག་རེ་ཡིན་པ་དེ་ཞུ་དགོས་རེད་མ་གཏོགས་མ་ཡིན་པའི་རྫུན་པ་ཞུ་དགོས་ཡོད་མ་རེད། ད་འདི་ག་རེ་སུ་རེད་མི་མང་ལ། ནོར་ཡོད་ན་ནོར་བ་འདི་ལ་ནོར་འཁྲུལ་ག་བ་བཏང་དགོས་ན་ང་ཚོ་འདི་ལ་མེད་ཞུ་ཡ་ཡོད་མ་རེད་ཡིན་ན་དཔེར་ན་ང་ལྟ་བུ་ཡིན་ན་ངས་ནོར་འཁྲུལ་བཏང་མ་ཡིན་གང་ཡིན་ཟེར་ན་ང་རང་ཁྲིད་པ་ཡིན་ང་རང་བླུགས་པ་ཡིན་ཤི་གུ་གཅིག་སྤྲད་སོང་ཁྲི་ལྷག་སྤྲད་ཡ་མ་སོང། དེ་ནང་བཞིན་མི་མང་སུ་ལ་ཡིན་ན་ཤི་གུ་སྤྲད་མཁན་གྱི་ནོར་ཡོད་ན་རེད་བླུགས་མཁན་གྱི་ནོར་ཡོད་ན་རེད་འདི་ག་ལ་ཉེས་པ་བྱེད་པ་ག་རེ་བཏང་ཡ་ཡིན་ན་འདི་འོས་བསྡུ་ལྷན་ཁང་འདི་ཁོ་ཉེས་པ་བྱེད་པ་བཏང་ནས་ཁོ་གཙང་མ་བཟོས་ན་འགྲིག་གི་རེད་བ། དཔེ་གཙང་མ་བཟོས་མ་གནང་མི་མང་ལ་ནག་ཁུང་ལ་འདུག་བཞག་དེ་ང་ཚོ་བློ་ཕམ་ཡོད་རེད་མི་མང་སྟོབས་འདང་དེ་བློ་ཕམ་ཡོད་རེད་འདི་ང་ཚོའི་གྱོང་གུན་རེད་བ། ཨོ་འདི་ཞུ་ཡ་ཡིན་ད་མང་པོ་བཤད་གལ་མི་འདུག་ལ། རྩ་བའི་བལ་ཡུལ་ས་གནས་ཆོས་འབྱོར་ཁུལ་གྱི་དགོན་སྡེ་ཆ་ཚང་ཁག་དྲུག་རེ་མི་མང་ཚོ་ལ་ཡང་བཙན་བྱོལ་བོད་མིའི་སྐབས་བཅོ་བརྒྱད་པའི་སྤྱི་འཐུས་ཀྱི་དངོས་གཞིའི་འོས་བསྡུའི་གི་ཐོབ་ཐང། བཀག་བསྐྱིལ་བྱས་པའི་གནད་དོན་དེ་དང་འབྲེལ་བའི་ཁམས་ཆུ་དེ་ཡིན་པ་ཡིན་ན་ད་ཐོག་མར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་དྲུག་ཟླ་བ་ལྔ་པའི་ཚེས་ལྔའི་ཉིན་ཁང་ཁྲིམས་གཏུགས་བྱས་བདག་ནས་གཞི་ཟླ་བ་ལྔ་པའི་ཚེས་བརྒྱད་ཉིན་དངོས་སུ་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་པ་ལས་འདུག་ཟེར་དེབ་འགོད་གནང་ཡོད་རེད། སོང་ཙང་ད་ལྟའི་ཆར་ལ་ཡང་ད་ཉིན་གྲངས་བཞི་བཅུ་ཞེ་དགུ་འདུག་ཟེར་འགྲོ་བའི་གནས་སྟངས་འདུག་ཆ་དེ་ཡོད་རེད། ད་དུས་ཡུན་འདིའི་རིང་གང་ལ་ཡང་ད་ཞུ་འབྱོར་བའི་ཁྲིམས་རྩོད་པའི་ངོས་ནས་ད་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་པ་དང་འབྲེལ་ནས་ཨ་ཆེས་མཐོའི་ཁྲིམས་ཞིབ་ཁང་ལ་ཡང་སྤྱི་མང་གཏུག་བཤེར་ཁྲིམས་ཡིག་དོན་ཚན་བདུན་ཅུ་དོན་དྲུག་པའི་འོག་ནས་བལ་ཡུལ་ས་གནས་ཆོས་འབྱོར་ཁུལ་གྱི་མི་མང་རྣམས་ལ་ཡང་ད་ཆེས་དངོས་གཞིའི་འོས་བསྡུའི་ཆ་ཤས་ལེན་ཐབས་སུ་བར་གྱི་བཀའ་ཁྱབ་ཡོངས་ཡག་གི་སྙན་ཞུ་ཐེངས་གསུམ་འདུག་ཟེར་ཕུལ་གནང་བ་གསུངས་འདུག་ལ། དྭགས་ནས་བཞིན་བོད་ཡུལ་ནང་ལོགས་ཀྱི་སྐབས་བཅོ་བརྒྱད་པའི་སྤྱི་འཐུས་ཀྱི་འོས་བསྡུའི་གི་ལས་རིམ་ཁག་ལ་ཡང་ནི་ཅིག། ཞིབ་འཇུག་དགོས་ཡག་གི་བར་གྱི་བཀའ་ཁྱབ་ཡོངས་ཡག་གི་སྙན་ཞུ་བཅས་འདུག་ཅེས་ཕོན་ཆེ་གང་དག་ད་ལྟའི་ཆ་ལ་ཡང་དུས་མི་མ་བྱུང་བར་འདུག་ཅེས་ཞུ་འབྱོར་བའི་ཁྲིམས་རྩོད་པ་རྣམ་པས་འདུག་ཅེས་འགྲེལ་བརྗོད་གནང་བྱུང། གཞན་ཡང་ཟླ་ཁམས་ཆུ་ཨང་ཉི་ཤུ་རྩ་གཉིས་རང་དང་འབྲེལ་ཅེས་ནི་འབའ་སྒང་གྲྭ་བཙུན་གཉིས་ཀྱི་གྲྭ་ཚང་ཐུན་མོང་ནས་ནི་དེ་སྙན་ཕུལ་བ་དེ་ཡང་ནི། ཕྱི་ཟླ་དྲུག་པའི་ཚེས་བཅུ་གཉིས་ཉིན་དངོས་གཞི་མ་གནང་བ་ཕྱི་དྲིལ་ཁྲིམས་ཞིབ་ཁང་ནས་ཐུགས་རྗེ་གསལ་བསྒྲགས་གནང་ཡོད་རེད། སོང་ཙང་ད་དེ་རིང་གི་ངེས་ཤེས་འདི་ལྟ་བུ་ཡིན་མིན་ན་ཁམས་ཕྱོགས་ཨང་ཉི་ཤུ་རྩ་གཉིས་དང་འབྲེལ་བའི་གི་རྡོག་རྡོག་གི་ཞུ་རྩ་དང་ཞུ་ལན་ཐོག་གི་ཐོག་མའི་ངེས་ཤེས་དེ་ཆགས་རྗེས་ད་རིང་གི་ངེས་ཤེས་འདི་ཐོག་ནས་རྡོག་རྡོག་གི་ཁམས་ཆུ་དེ་ཡང་འདུག་ཅེས་ཕྱི་དྲིལ་ཁྲིམས་ཞིབ་ཁང་ནས་ངོས་ཤེས་མི་གནང་བའི་གི་ཐག་གཅོད་འདུག་ཟེར་གནང་བ་བྱུང་ཡོད་རེད།